ཨོ། ལོ་རིམ་བཞི་པའི་དབང་རྩའི་སློབ་ཚན་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨོ། དེ་ནས་དེ་རིང་ནས་བཟུང་ང་ཚོས་ད་ལྟ་ལོ་རིམ་བཞི་པའི་དབང་རྩའི་སློབ་ཚན་འདི་ཐད་ངོ་སྤྲོད་ཞུ་གི་ཡིན། ད་ལྟ་ང་རང་ཚོས་སྐབས་སུ་བབས་པའི་ད་ལྟ་སློབ་དེབ་དེ་གའི་མན་ལག་ད་ལྟ་སེམས་མྱོང་དང་དྲན་པ་ལས་དེ་ར། འོ་ད་ནི་རྣམ་པ་ཚོས་འདི་ལ་གཟིགས་ཡིན་ན་འདི་ལྟ་ན་ང་རང་ཚོའི་ད་ལྟ་སློབ་དེབ་དེ་གི་ཁོ་རང་རྒྱབ་ཤ་འདི་འདྲ་ཅིག་རེད་དོ། འོ་སེམས་མྱོང་དང་དྲན་པ་ལས་དེ་རེད་སེམས་མྱོང་དང་དྲན་པ་ལས་དེ་ད་ལྟ་ཨེ་མོ་རི་སྤོ་རྒྱུ། ཨེ་མོ་རི་དང་སྤོ་རྒྱུ་ཚན་རིག་ལས་རིམ་ཁོ་ཚོས་ད་ལྟ་བཟོ་རྒྱུ་དེ་ར། འོ་ད་ནི་ད་ལྟ་འདི་གི་དེབ་དེ། བོད་ཡིག་ནང་ལ་བསྒྱུར་ཉེ་དེ་ད་ལྟ་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་རེད་འདུག། འོ་དེ་ནས་ད་ལྟ་ང་རང་ཚོས་ད་ལྟ་སློབ་དེབ་འདི་གི་བཅར་སྒྲོན་མ་སོགས་ནས་ཁོ་རང་གིས་ད་ལྟ་ག་ལ་དགོས་བརྗོད་བྱ། སྙིང་པོ་ནང་ག་རེ་རེ་ཞུ་བ་ཡིན་ན། འོ་འདི་ལ་ངའི་དཔྲལ་བ་ཁ་ཞིག་གང་ནས་ད་ལྟ་ང་ཚོས་སློབ་དེབ་འདི་གི་བརྗོད་བྱ་དེ་བཞག་ཡོད་ར། འོ་དང་པོ་དེ་ལ་ག་རེ་རེ་ལབ་ཡོད་ན་འདི་ལ་གང་ཞིག་སེམས་མྱོང་རེད་དམ་ཟེར་ང་ཚོར་དེ་རྣམས་ཅི་ཞིག་ཡོད་དམ་ཟེར་དེ་རེད་ར། ད་ལྟ་སྔ་ལོ་གཙོས་དེབ་ཁོ་རང་གི་མིང་ལ་དང་དུ་སེམས་མྱོང་དང་དྲན་པ་ལབ་བཞག་ཏོ། འོ་དེ་ཅིག་བརྩམས་པ་ལ་ང་ཚོས་ལྷོ་དེབ་ཀྱི་བརྗོད་བྱ་གཅིག་དེ་དང་དུ་སེམས་མྱོང་ལ་དེ་ར། འོ་སེམས་མྱོང་དེ་ག་འདྲ་ཡིན་མི་རྟག་དེ་སེམས་མྱོང་དེ་ང་ཚོ་ལ་ག་འདྲས་ཀྱི་སྐྱེ་གི་ཡོད་མི་འདི་སྐོར་དེ་ར། འོ་དེ་ཅིག་ཅིག་ད་ནི་གཉིས་པ་དེ་ག་རེ་རེ་ཞུས་བ་ཡིན་ན། འོ་དྲན་པ་ཞེས་པ་གང་ལ་ཟེར་རམ་འདིའི་སྤྱི་ལྟར་བྱ་བ་ཞིག་དམ་ཟེར་དེ་ར། ད་ལྟ་ང་ཚོས་ད་ལྟ་ལྷོ་དེབ་ཁོ་རང་གིས་ད་ལྟ་གང་གི་དེ་འདི་མིན་རྟག་རོ་ར། དེ་འདི་སེམས་མྱོང་དུ་དྲན་པ་ལ་དེ་ར། འོ་དྲན་པ་ཞེས་པ་གང་ལ་ཟེར་རམ། དེ་ནི་དྲན་པ་གི་བྱ་བ་ག་འདྲའི་གཅིག་རེད་ལ་དེ་ང་ཚོས་ད་ལྟ་སློབ་དེབ་འདི་གི་བརྗོད་བྱ་གཙོ་བོ་གཅིག་རེད། འོ་དེ་ནི་འདི་ཅི་ལ་ག་རེ་རེད་ཞུས་པ་ཡིན་ན། སེམས་མྱོང་དེ་དྲན་པ་དང་འབྲེལ་བ་ཇི་ལྟར་ཡོད་དམ། འོ་ད་ལྟ་སེམས་མྱོང་དང་དྲན་པ་གཉིས་ཀྱི་བར་རོ་གི་འབྲེལ་བ་དེ་ར། འོ་ད་རྡོག་རྡོག་དེ་ད་ནངས་རང་ཚོའི་སྐབས་སུ་བབས་པའི་དེ་གི་སློབ་དེབ་འདི་གི་བརྗོད་བྱ་དེ་ག་རེ་རེད་ཞུས་པ་ཡིན་ན། ད་སེམས་མྱོང་དང་དྲན་པ་དེ་ནི་སེམས་མྱོང་དང་དྲན་པ་གི་བར་རོ་གི་འབྲེལ་བ། འོ་དེ་ཆགས་དུས་དུ། ཨོ་དེ་ནི་འདི་ནི་ང་རང་ཚོའི་སློབ་དེབ་ཁོ་རང་ངོ་སྤྲོད་མ་ཞུས་སྔོན་ལ་ང་ཚོས་འདི་ནི་བསྐྱར་སྦྱོང་བྱེད་ཀྱི་ཡིན་ར། བསྐྱར་སྦྱོང་འདི་འདི་ནི་ང་ཚོའི་སློབ་དེབ་སྔ་མ་དག་གི་བརྗོད་དོན་ཕྱིར་དྲན་བྱེད་པ་ཟེར་དེ་འདྲ་ཅིག་ང་ཚོས་གཞི་ལ་བཞག་ནས་ང་ཚོས་འདི་འདི་བསྐྱར་སྦྱོང་བྱེད་ཀྱི་ཡིན་ར། ཨོ་དེ་ནི་འདི་འདི་འདི་གི་སྒང་ལ་ང་ཚོས་འདི་འདི་ལོ་རིམ་དང་པོ་གཉིས་པ་གསུམ་པ།

དེ་ནས་དེ་འདྲ་དཔེ་ཆགས་ཟིན་ན་ལེགས་པ་དེ་ལ་ཁོ་རང་གིས་ཆ་ཤས་མ་སོང་ན། འདིར་འདབ་ལ་ཡ་དང་དེ་ནས་རྩིག་འདབ་ལ་ཡ་དང་དེ་ནས་ལྟག་འདབ་ལ་ཡ་དང་དེ་ནས་ནན་འདབ་ལ་ཡ་དེ་ལ་ནན་འདབ་ཡིན་ཡང་གཉིས་ཡོད། འོག་ཏུ་སུས་གོ་ལ་སྦྱངས་ཡོད་རེད་ད་གང་ནང་བཞིན་ལེགས་པ་གི་ཆ་ཤས་གཞན་པ་ང་ཚོས་དཔེ་ཆགས་སྦྱངས་ན་ལི་སྦུག་ཟེར་བའི་ནང་དང་ལི་སྦུག་འོག་མ་ལ་ཡའི་ནང་དང་དེ་ནས་ལི་སྙིང་ཟེར་བའི་ནང་དང་དེ་ནས་ཁམས་གཟུགས་ལས་བཞོ་ཟེར་བའི་ནང་ཚོད་ལྟ་མ་ལ་ཡའི་ནང་དང། འོ་དེ་འདྲ་མང་པོ་ཅིག་གོ་ལ་སྦྱངས་ཡོད་རེད་དེ་སོགས་ཀྱི་ཤེས་ལུགས་དང་དེ་སོགས་ཀྱི་དེ་འདྲ་བཀོད་པ་དང། འོ་དེ་སུས་གོ་ལ་སྦྱངས་ཡོད་ར་ང་ཚོས་དེ་འདྲ་ལོ་རིམ་དང་པོའི་སྐབས་སུ། འོ་དེ་ནས་ད་ལྟ་ལོ་རིམ་གཉིས་པ་གི་སྐབས་སུ་ང་ཚོས་འགའ་རེ་རྒྱང་ཡོལ་ལབ་ཙེ་ཚང་པ་ལ་ང་ཚོས་ད་ནི་སློབ་དེབ་ཁོ་རང་གི་མིང་ལ་འདི་ཞིག་དང་མཐོང་ཚོར་ལད་དེ་ཡིན་པ། འོ་འདི་ཞིག་འདི་ཞིག་དང་མཐོང་ཚོར་ལད་དེ་ཁོ་ལ་རྒྱང་ཡོལ་རེད། འོ་ད་ནི་འདི་ཞིག་དང་མཐོང་ཚོར་ལད་དེ་གི་དེབ་དེའི་ནང་ལ་ང་ཚོས་འགའ་རེ་རྒྱང་ལ་ཡོལ་ལབ་ཙེ་ཚང་པ་ལ། འོ་ད་ནི་སྤྱིར་བཏང་ང་ཚོ་ལ་ད་བང་ཚུར་ལྔ་རྒྱུ་ནི་ང་ཚོ་ལ་ད་ཤི་ད་ནི་ཁོར་ཡུག་ནི་ང་ཚོ་ལ་ཆ་འཕྲིན་རྒྱུ་འབྱོར་ཡང་དུས་ཚང་པ་ལ་འོ་དེ་གི་ལི་ཀ་ག་འདྲའི་ཅིག་ཡོད་མེད་དེ་ཁོ་ལ་རྒྱང་ཡོལ་ར་དཔེ་ཆགས་ཟེར་ན་ང་ཚོས་འདི་ལ་ད་དཔེ་ནའོ་ཅིག་བྱ་རེད་ན་རྣམ་རྒྱལ་ང་ཚོ་ལ་ད་འདི་འདྲ་བྱ་འཕྲལ་ཡོང་ས་དེ་ཚང་མ་ལ་ང་ཚོས་དེ་ལ་ང་ཚོས་རྣམ་རྒྱལ་འོང་ཚུར་ང་ལ་གོ་བ། འོང་ཚུར་ང་གི་ནང་ནས་དཔེ་ཆགས་ཟེར་ན་ང་ཚོ་ལ་ད་ཕྱི་ནས་ང་ཚོ་ལ་གཟིགས་ནའོ་ཅིག་མཐོང་ན་དེ་ཡོང་ས་དེ་ད་འདྲ་མཐོང་ཚུར་ཆགས་སྡོད་ར། ད་ཨ་ནའོ་ཅིག་ང་ཚོ་ལ་སྒྲ་ཡོང་ས་དེ་ད་འདྲ་ཐོས་ཚུར་ཆགས་འགྲོ་གི་རེད་དེ་ནས་ང་ཚོ་ལ་རོ་དང་དེ་ཚོ་ཡོང་ས་དེ་མྱོང་ཚུར་ཆགས་འགྲོ་གི་ར། འོ་དེ་ནས་ད་འདྲ་ང་ཚོ་ལ་རག་བྱ་དེ་ཚོ་ད་འདྲ་ལུས་ཚུར་འདྲ་ཆགས་འགྲོ་གི་རེད་དེ་ནས་ང་ཚོ་ལ་དྲི་དེ་འདྲ་ཡོང་ས་དེ་ནུམ་ཚུར་ལ་འདྲ་ཆགས་འགྲོ་གི་ར།

འདི་ནི་དེ་ལྟ་བུའི་གནས་ཚུལ་སོ་སོའི་སོ་སོ་ཡིན་པ་ཡིན་གྱི་མ་སོང་ན་ཅི་གི་ཡོད་ར། འོ་འདི་ནི་དེའི་ནང་ནས་ད་ཁོ་རང་གི་གདམ་གསར་ནང་བ་ཅིག་ནི་ད་ཕྱི་ལོག་ལ་བར་ག་རེ་གཏང་དགོས་མིན་དེ་ད་ཁོ་རང་གི་གདམ་གསར་མ་སོང་ན་ཅི་གི་ར། དཔེ་ཆགས་སོ་ན་ད་ཕྱི་ལོག་ནས་ད། ད་འདི་ཆ་ལ་ང་ཚོས་འདི་ལ་ཆ་བཞག་ན་འདི་ལ་དང་པོ་ག་རེ་དམིགས་གི་དཔེར་ན་འདི་ཕྱི་ལོག་ལ་ཕྱིར་ཕུར་ཅིག་མཐོང་ར། ཕྱིར་ཕུར་དེ་མཐོང་དུས་ཚངས་པ་ལ་འདི་ནི་དེའི་གི་ད་དེ་ད་ང་ཚོས་དབང་རྩ་ཕྲ་གཟུགས་ཀྱི་ནི་བར་ལེགས་པ་ལ་འགྱུར་འགྲོ་གི་ར། ལེགས་པ་ལ་ད་འདི་དེའི་ཕྱིར་ཕུར་དེ་ལ་ད་ནི་དེའི་ཕྱིར་ཕུར་དེ་ལ་ད་ཁྱོད་རང་གི་དཔེར་ན།

འོ་ད་ནི་ཧོར་ཚ་ཁྲ་ཟིག་ལབ་ཏུ་འཚམས་པ་ལ་ད་ནི་ང་ཚོས་དེ་ལྟ་བུའི་ད་ནི་གང་ལེགས་པ་ལ་ད་ནི་ང་ཚོས་གདན་འདྲེན་བྲོ་ཟ་གི་རྒྱུ་ལམ་མ་སོང་དེ་ཆགས་དུ་ཡོད་ར། འོ་དེ་ནི་རྣམ་པ་ཚོས་འདི་པར་འདི་གང་ལ་ཟིག་ཡིན་ན་འདི་ཧོར་ཚ་ཁྲ་ཟིག་ཅིག་སྤེན་ཚུལ་རེད་ན་དེ་ད་ནི་ཧོར་ཚ་ཁྲ་ཟིག་ཁོར་ངོ་བླུད་ར། འདི་ཚོ་ད་ནི་ཧོར་ད་ནི་ང་ཚོས་བརྡ་ལན་བརྡ་ལན་རྩ་འཕྲེད་ལ་དེ་ཡིན་པ། འོ་ད་ནི་འདི་ད་ནི་བརྡ་སྤྱིར་རྩ་འཕྲེད་ར་འདི་ད་ནི་ཧོར་ཚ་ཁྲ་ཟིག་གི་འཇིག་གནས་ལ་དེ་ར། འོ་ནི་འདི་ལྟ་བུའི་ད་ཧོར་ཚ་ཁྲ་ཟིག་སོ་སོའི་ནང་ལའང

འོ་བདུད་སུག་གི་སྐོར་ལ་ང་ཚོས་ད་ལོ་རིམ་གསུམ་པ་སྐབས་སུ་སྦྱངས་ཡོད། འོ་ད་རྡོག་རྡོག་དེ་ད་ནི་ང་ཚོས་སྔོན་མ་གི་ད་ནི་ལོ་རིམ་གསུམ་གི་སྐབས་སུ་ང་ཚོས་ད་འདི་ལྟ་བུའི་ད་འོ་སྐོར་ལ་སྦྱངས་ཡོད་རེད། འོ་འདི་ནི་ད་ནི་སྐབས་སུ་བབས་པ་ང་རང་ཚོའི་སློབ་དེབ་དེ་ད་སེམས་མྱོང་དང་དྲན་པ་ལ་དེ་ར་ད་སེམས་མྱོང་དང་དྲན་པ་ལ་འདི་གི་སློབ་དེབ་དེ་འགོ་འཛུགས་ཡོང་དུས་ཚང་མ་ལ་དང་པོ་དང་པོ་ཁོ་ཚོས་ད་འཆར་སྣང་གཅིག་གི་སྒང་ནས་ད་ཁོ་ཚོའི་སློབ་དེབ་དེ་འགོ་བཙུགས་ཤག་ཏུ། འོ་ད་ད་སྤྱིར་བཏང་གི་ད་འགྲོ་བ་མི་ལ་ད་ཐུན་མོང་མ་ཡིན་པའི་ཆོས་བཅུ་ཡོད་བ་དེ་ག་རེ་ལབ་རེ་ཚང་པ་ལ་ང་ཚོ་ལ་ད་འཆར་ནོར་བྱེད་ཡ་ཡོད་བ་དེ་རེད་ལབ་ར། འོ་དཔེར་ན་ད་འགྲོ་བ་མི་གིས་ད་དཔེར་ན་འཆར་ནོར་འདྲ་མོ་འདྲ་བགྱིད་ཐུབ་ཁར་འཆར་ནོར་དེ་ལ་བརྟེན་ནས་སོ་སོ་གིས་ད་སེམས་སེམས་ནོར་ལ་འཆར་ནོར་དེ་ལ་བརྟེན་པའི་སོ་སོ་ལ་ད་དཔེར་ན་ད་དགའ་བ་དང་སྐྱོ་བ་ལ་སོགས་འདྲ་མིན་ཅིག་མྱོང་ཐུབ་ཁར་རེད་དེ་ད་ནི་འགྲོ་བ་མི་གི་ཐུན་མོང་མ་ཡིན་པའི་ཆོས་བཅུ་ཆགས་འདུག་རེད། འོ་ད་ཇི་ལྟར་ཚང་པ་ལ་ང་ཚོའི་སློབ་དེབ་འདིའི་འགོ་བཙུགས་ཡོད་ཚང་པ་དང་པོ་དང་པོ་ད་ང་ཚོའི་འཆར་ནོར་གྱི་བཞག་ཡོད་རེད་ར་དེ་ལ་སྒྲུང་ནོར་མ་སོགས་འདྲ་བཞག་ཡོད་རེད་ར།

འོ་ད་ནི་རྣམ་པ་ཚོས་འདི་གི་པར་འདི་གང་ལ་གཟིགས་ཡིན་ན་འདིའི་མིག་དེ་གི་ད་གདོང་འདི་ལ་ད་བལྟ་ར། ད་ཁོ་རང་གི་དཔེ་ཆ་དེ་ད་སྦྲུལ་མཐོང་བའི་སྐབས་ཀྱི་གདོང་ནི་འོ་ད་འདི་ན་ཡིན་ཟེར་གི་ར། འོན་ཏེ་འདི་གི་མིག་དེ་གི་གདོང་ལ་བལྟས་ན་ཁྱོད་རང་གི་གི་ད། ཁོ་གི་སེམས་མྱོང་དེ་ག་འདྲ་ཡིན་པ་ཧ་གོ་ས་རེད་ཟེར་དེ་ར། ད་ནི་ཁྱོད་རང་གིས་འདི་གི་མིག་འདི་འདྲ་བོ་གི་ད་ཁྱོད་རང་གི་གདོང་འབག་གི་རྣམ་འགྱུར་ཅིག་བསྟན་པ་ཡིན་ན་ཁྱོད་རང་ལ་ཡང་སྐབས་དེ་དུས་ཀྱི་ཚོད་རག་མ་སོང་ན་ག་འདྲ་ཡོང་གི་འདུག་ཟེར་ར། དེ་ནས་ད་ནི་འདི་གི་མི་འདི་གིས་དུང་དུང་པ་གིས་ད་ནི་རྣམ་འགྱུར་ཅིག་དུ། དུང་པ་རྣམ་འགྱུར་འདི་ང་ཚོ་འདྲིར་ཤེས་རྒྱག་ཐུབ་པའི་ཚིག་གཅིག་རང་བེད་སྤྱོད་བཏང་ན་ང་ཚོ་ཚིག་ག་རེ་བེད་སྤྱོད་བཏང་ས་རེད་ཐ་སྙད་གཅིག་བེད་སྤྱོད་བཏང་ན་ཐ་སྙད་གཅིག་དེ་ག་རེ་བེད་སྤྱོད་བཏང་ས་རེད། འོ་དེ་ད་ནི་ཁྱོད་རང་ཚོས་ད་ནི་རྣམ་པ་ཚོས་དགོངས་པ་བཞེས་དགོས་རེད་དེ་ནས། ཁྱོད་རང་ཚོས་ད་གཞི་ནས་དེ་ག་རེ་ཡིན་མིན་དེ་གཞི་ནས་ཁྱོད་རང་ཚོས་བསམ་བློ་བཏང་ཤོག་ར། ནི་ད་ལྟ་འདི་ལྟ་བུའི་ད་ང་རང་ཚོ་ད་ལྟ་གང་ནས་བྱུང་ཡང་ཐོག་ཅིག་ང་ཚོ་ད་སྦྲུལ་གཅིག་ང་ཚོ་སྦྲུལ་གཅིག་སྦྲུལ་གཅིག་ལ་ཐུག་ཡོད་རེད་སྦྲུལ་དེ་ང་ཚོ་འཚོལ་རྒྱབ་ར་འོ་ད་ནི་སྐབས་དེ་དུས་ཀྱི་ད་ཁྱོད་རང་གི། ཚོར་བ་དེ་གཞི་ལ་བཞག་ནས་ད་ཁྱོད་རང་གི་གཤམ་གྱི་ད་དྲི་བ་འདི་ཚོ་ལ་ཁྱོད་རང་གིས་བསམ་བློ་བཏང་ཤོག་ཟེར་ར། ད་ནི་དྲི་བ་དང་པོ་དེ་ག་རེ་ལབ་ཏུ་འཚམས་པ་ལ་ད་ང་ཚོ་སྦྲུལ་གྱིས་བཟུང་བའི་ནི་སྐབས་དེ་གི་ད་ང་ཚོའི་ལུས་སམ་སེམས་ལ་འགྱུར་བ་ག་འདྲས་འགྲོ་གི་རེད་ཟེར་ར། ལུས་དང་སེམས་ལ་འགྱུར་བ་ག་རེ་འགྲོ་གི་ཡོད་མེད་ང་ཚོ་ཤེས་ཀྱི་འདུག་ཟེར་དེའི་དྲི་བ་དང་པོ་དེ་ར། ཨོ་ད་ནི་འདི་ཅི་ལགས་སྐབས་བདེ་དུས་ད་ང་ཚོ་ལ་འདྲིར་ཀི་སོ་བརྒྱབ་པའི་སྐབས་བདེ་དུས་ན་ང་ཚོ་གི་ཉིན་གི་ཕར་བསྟན་དེ་ད་མགྱོགས་པོ་འགྲོ་དུས་ང་ལས་ཅན་མགྱོགས་ལ་འགྲོ་དུས་ཟེར་དེ་ར། ཨོ་ད་ནི་འདི་འདི་ཅི་ལགས་ང་ཚོ་ལ་འདྲིར་ཀི་སོ་བརྒྱབ་པའི་སྐབས་དེ་ལ་ང་ཚོ་པགས་པའི་སྟེང་གི་ད་དྲོ་གྲང་གང་རུང་ཅིག་ལ་ད་འགྱིར་བ་འགྲོ་དུས་ད་སྤྱིར་བཏང་ང་ཚོའི་ལུས་ལ་ཡང་རྣམ་འགྱེད་ཚ་ཚད་དེ་འདྲ་ཡོད་ར། ཨོ་དེ་གི་ཚ་ཚད་དེ་ལ་འགྱིར་བ་འགྲོ་གི་དུས་འགྱིར་བ་ཕྱིན་དུས་དེ་རེད་དོ། འདི་ནས་དེ་རྗེས་ལ་ང་ཚོ་དབུགས་ཀྱི་བརྗེ་བ་ལ་འགྱུར་བ་ཐེབས་འདུག་གམ་ད་ང་ཚོ་དབུགས་དེ་མགྱོགས་པོ་འགྲོ་གི་འདོད་ད་ཡང་མིན་ན་དབུགས་ཚང་གི་འདོད་ཟེར་ནུ་དེ་ལྟ་བུའི་དྲི་བ་གཅིག་རེད་དོ། འོ་དེ་ནས་དེ་རྗེས་ལ་ད་གདམས་འདི་ཆ་ལ་ཁྱོད་རང་འགྲིག་གི་འཇུག་གི་སྐབས་དེ་ལ་ཁྱོད་རང་དང་པོ་དེ་ཟེར་གི་ད་ནི་ས་ཆ་དེ་ནས་ཁྱོད་རང་པར་བརྒྱབ་ཤིག་ནང་མ་སོང་བརྒྱབ་འདོད་ཟེར་དེ་རེད་ར། འོ་འདི་ཚོ་ད་ནང་པ་ཚོས་དགོངས་པ་བཞེས་རེད་ད་འདི་དང་པོ་དགོངས་པ་བཞེས་སྟངས་དེ་ག་རེ་ལབ་དུས་ཚང་མ་ད་ནི་གང་རེ་ཞུ་བ་ནོར་བཞིན་ང་ཚོ་སྦྲུལ་གཅིག་གི་འགྱུར་བ་གཞི་ལ་བཞག་ནས་ར་ང་ཚོ་སྦྲུལ་གཅིག་ལ་ཐུག་ཡོད་བ་རེད་སྦྲུལ་དེ་ང་ཚོ་ལ་ཚོད་བརྒྱབ་ཡོད་བ་རེད་འོ་དེ་འདྲ་བའི་སྐབས་ཅིག་གཞི་ལ་བཞག་ནས་འདི་དྲི་བ་དུ་སོང་ད་ལྟ་ང་ཚོས་བསམ་བློ་བཏང་དགོས་དགོས་རེད་ར། འོ་ད་ནི་ག་རེ་རེད་ལབ་དུས་ཚང་མ་ལ་ད་ད་འདའ་གང་ནས་ང་ཚོས་ཤུས་ར་ད་ང་ཚོ་དེ་ལྟ་བུའི་ད་ནི་སྟངས་མ་སོང་ཛ་དྲག་ཅིག་གང་ལ་སླེབས་ཀི་ར། དེ་ལྟ་བུའི་ནི་ནི་སྟངས་ཅིག་འོག་ལ་སླེབས་དུས་ཚང་མ་ལ་ང་ཚོ་གིས་ད་ལུས་ནི་དང་རྣམ་འགྱུར་འདྲ་མི་འདྲ་གྱིས་འགུལ་འདུག་ད་ལྟ་གང་ནས་ཤུལ་བ་ནང་བཞིན་གྱི་ཡང་ང་ཚོ་གི་ཉིན་གྱི་བར་སྟོང་ནི་མང་དྲགས་འགྲོ་གི་རེད་ད་ནང་དབུས་ཀྱི་ཚངས་དབྱངས་ལ་སོགས་དེ་འདྲ་ཡོང་གི་རེད་ད་རྡོག་རྡོག་ཏུ་ལུས་ཀྱི་རྣམ་འགྱུར་མང་དྲགས་མང་པོ་ཡོང་ཆོག་གི་ར། ད་གང་ནང་བཞིན་གྱི་ང་ཚོ་ལ་སེམས་ལ་ཡང་ཡིད། དཀར་ལྷ་སྐུ་ཚོར་བ་འདྲ་མི་འདྲ་གྱིས་ཡོང་གི་ར། འདི་ཚོ་ད་ནི་ལུས་དང་སེམས་ཀྱི་འགྱུར་བ་དེ་གྱིས་ར། དེ་ནང་བཞིན་གྱི་དེ་ལ་དེ་ནང་བཞིན་ཡང་ང་ཚོའི་ངག་ནས་ཡང།

དེ་ཉིད་གང་ཡིན་པ་ཀུན་གྱིས་ཤེས་ཀྱང་དེའི་གོ་དོན་ཇི་ཡིན་སུས་ཀྱང་འཇོག་མི་ཐུབ་པ་དེ་ཡིན་པར་ཤེས་ནས་ཆོག་ལབ། ར་ད་སེམས་མྱོང་གསལ་དེ་ག་རེ་ཡིན་ང་ཚོ་ཤེས་དགོས་རེད་ཟེར་ར་ང་ཚོས་ཚང་མ་སེམས་མྱོང་མྱོང་དགོས་རེད་ཡིན་ནའང་སེམས་མྱོང་གསལ་དེ་དེའི་གོ་དོན་ཇི་མ་ཇི་བཞིན་ང་ཚོས་དཔེ་བཞག་ཁག་པོ་དུས་ད་བཞག་ཁག་པོ་ཡིན་པའི་རྒྱུ་མཚན་དེ། ང་ཚོས་ད་དཔེ་ཆ་ཟེར་ན་ད་འཛམ་གླིང་འདིའི་སྒང་ལ་མི་རིགས་འདྲ་མི་འདྲ་ཡོད་རེད་མི་ཚང་མ་སོ་སོའི་གོམས་གཤིས་འདྲ་གི་ཡོད་མ་རེད་ད་ལོང་ལོང་པ་སོ་སོའི་གོམས་གཤིས་འདྲ་གི་ཡོད་མ་རེད་ལོང་པ་སོ་སོའི་རིག་གཞུང་འདྲ་གི་ཡོད་མ་རེད་འོ་དེའི་རྒྱུ་དེ་ཚང་མ་ལ་ད་དཔེར་ན་ང་ཚོ་གི་སེམས་མྱོང་གཅིག་ལ་ང་ཚོ་དེ་ཚང་མ་ཅི་ལ་བྱས་པའི་ང་ཚོ་དེ་གི་དགོས་དོན་མ་སོགས་བཞག་ཐུབ་ཀི་མི་འདུག་ཨོ་དེ་གཅིག་རེད་ར། འདི་ནི་ད་གང་ནས་ཤེས་ཡོང་ན་ད་ང་ཚོ་སེམས་མྱོང་ལས་ད་འདི་གང་ནས་ཤེས་ཡོང་ན་སྤྱི་ཡོངས་ཀི་ད་སེམས་མྱོང་ལས་དེ་འགྲེལ་བཤད་བཞག་ཁག་པོ་ཅིག་རེད་དེ་ནི་ཅི་ལ་བྱས་པའི་སེམས་མྱོང་དེ་ནི་བཞག་ཧ་ཅང་ཁག་པོ་འདུག་ཡིན་པ་ཡོད་ན་འདི་ལ་ད་ང་ཚོ་སྤྱི་ཡོངས་ཀི་ད་ཚང་མ་ལ་གཅིག་གཅིག་མཐུན་དུ་ཡོད་པའི་ད་དཔེ་མཚོན་གཅིག་བཞག་གི་ཡིན་ལབ་ཀི་རེད་ར། ཨོ་སེམས་མྱོང་བྲིས་ཀྱི་དཔེ་མཚོན་སྟབས་བདེ་བོ་ཅིག་བཞག་ན་ཟེར་ར།

འོ་དེ་གི་རྒྱུ་མཚན་དང་པོ་དེ་འཇིགས་སྣང་འཇིགས་སྣང་ལས་དེ་རིག་གཞུང་ཀུན་གྱི་ནང་ལ་འདུས་ཟེར་ད་འཛམ་གླིང་གི་མི་ཚང་མི་རིགས་ཚང་མ་གིས་ད་ནི་རིག་གཞུང་ནང་ལ་འཇིགས་སྣང་ལས་དེ་བཞག་གི་འདུས། འདི་ནི་འཇིགས་སྣང་ལས་དེ་ལྷུང་བསྐྱེད་ཀྱི་རྐྱེན་མ་བཟུང་ནས་དེ་ཚང་མ་ལ་ཡང་ཐུན་མོང་མ་ག་ལ་དགོས་རེད་ཐུན་མོང་བ་ནང་དེ་ནི་ཆགས་ཀྱི་འདུས་དཔེ་ཆ་བཞག་ན་སྒྲོལ་གི་བཟུང་བ་ནོར་ར་འོ་དེ་ད་སྒྲོལ་གྱི་འཇུག་བ་དེ་ད་མི་རིགས་ཚང་མ་ནང་ལ་ད་ཕྱི་ནང་ལྷུང་ཡས་ཀྱི་རྒྱུ་ནོར་མ་བཟུང་བཞག་གི་འདུས་ད་དུས་འཇོག་གི་ད་ཐུན་མོང་བྱས་བཞག་དེ་བཞག་ཐུབ་ཀྱི་འདུས། དེ་ནས་གསུམ་པ་དེ་འཇིགས་སྣང་གི་ཚོར་བ་སྐྱེས་སྐབས་ལུས་སེམས་ཀྱི་གནས་བབ་གང་འཚམ་ཐ་སྣང་དུ་ཡོད་པ་ལབ་ར། ད་ལྟ་ལུས་དང་སེམས་ཀྱི་གནས་བབ་གང་འཚམ་གཅིག་དང་ཐ་སྣང་དུ་ཐ་གཅིག་ཏུ་བརྒྱ་ཆ་བརྒྱ་མ་ཡོང་ནའང། ད་མང་པོ་ཅིག་ཐ་སྣང་དུ་ཡོང་གི་འདུག་དཔེ་ཆ་བཞག་ན་ང་ཚོ་ལ་ད་དེ་ལྟ་བུའི་འཇིགས་སྣང་གི་འོག་ལ་ང་ཚོ་ལ་དཔེར་ན་ཉིན་འདི་མགྱོགས་པོ་འཕར་ཡ། ད་ག་ནང་བཞིན་ང་ཚོ་ལ་ད་ལྟ་ལུས་ཀྱི་ཚ་ཚད་དེ་འཕར་ཡ་ད་ག་ནང་ལུས་ཀྱི་ལུས་ལ་ད་པ་པི་སངས་ཡ་ཟེར་ཡ་ནའོ། འོ་དེ་ནས་ད་ལྟ་སྒང་ནས་ཤི་ཡ་ནའོ་དབུགས་འཚང་ཡ་ལ་ཡ་ནའོ་དེ་འདྲ་བ་ཡོང་ཆོག་གི་རེད་ཟེར་ར། འོ་ད་ཅིག་ཚངས་པ་ལ་འཇིགས་སྣང་ལས་དེ་ལྡན་ཟླ་ལྔ་སེམས་མྱོང་གིས་འཇིགས་ད་ཁོ་རང་གི་དཔེ་མཚོན་མ་ལ་སྟབས་བདེ་བོ་ཅིག་རེད། འོ་དེ་ལྡན་ཟླ་ལྔ་སེམས་མྱོང་ལས་དེ་ཡིན་ར་ད་ལྡན་ང་རང་ཚོ་དེབ་ཁོ་རང་གི་བརྗོད་བྱ་ལྡན་ད་སེམས་མྱོང་ལས་དེ་གི་དཔེ་མཚོན་ལ་ད་འཇིགས་སྣང་ལས་དེ་བཞག་ན་འགྲིག་གི་འདུག་ཨ། འོ་ད་ནི་དེ་ཅི་ར་ད་ང་ཚོ་བསམ་བློ་ག་རེ་གཏོང་དགོས་ལབ་ཚངས་པ་ལ་ད་རང་གིས་ང་ཚོ་ལ་ད་སྦྲུལ་གཅིག་གིས་སོ་བརྒྱབ་ར་ང་ཚོས་སྦྲུལ་གཅིག་གིས་སོ་བརྒྱབ་ཡོད་རེད་ར་ངོ་མ་ད་ང་ཚོས་སོ་བརྒྱབ་རེད་ད་ད་ནི་ང་ཚོས་སྦྲུལ་གྱིས་སོ་བརྒྱབ་པའི་ས་ཆ་བརྗེ་བ་ར་འོ་ད་ད་ང་ཚོས་ད་སྦྲུལ་གྱིས་སོ་བརྒྱབ་ས་ས་ཆ་དེ་ལ་ང་ཚོ་བདུན་ཕྲག་གཅིག་གཉིས་ཀྱི་རྗེས་སུ་ང་ཚོ་ད་ད་དང་པོ་ང་ཚོ་ལ་སྦྲུལ་གྱིས་སོ་བརྒྱབ་ས་གི་ས་ཆ་དེ་ལ་སླེབས་ན་ང་ཚོས་བསམ་བློའི་ནང་ལ་བཀའ་འདྲི་འཁུར་གི་འདུག་བས་ས་དེ་རེད་ར་འོ་ཁྱེད་གཉིས་སྦྲུལ་གྱི་མིག་འབྱེད་ཀྱི་བཟང་སྐོར་ཁ་ཤས་ཀྱི་རྗེས་སུ་ང་སྦྲུལ་མཐོང་སའི་ས་ཁུལ་དེ་བརྒྱུད་ནས་འགྲོ་སྐབས་ཁྱོད་ཀྱི་ཡིད་ལ་ཅི་ཞིག་འཆར་སྲིད་དམ་ལ་དེ་ར། འོ་ད་ངའ་མ་ང་ས་སྐྱ་དེ་ལ་ང་ག་རེ་ལབ་རེད་ང་ས་སྐྱ་དེ་ལ་སྒྲོལ་ཅིག་སླེབས་སྒྲོལ་དེ་གི་ང་ལ་སོ་རྒྱབ་རག་ད་ཅི་དུས་བསམ་པ་ལ་ད་ཁྱོད་ཀྱི་དེ་གི་རྗེས་མ་ད་ཁྱོད་བདུན་ཕྲག་ཁ་ཤས་རྗེས་སུ་ས་སྐྱ་དེ་སླེབས་དུས་བསམ་པ་ལ་ཁྱོད་རང་བསམ་བློའི་ནང་ལ་ག་རེ་ཡོང་གི་རེད་ཟེར་དེ་ར། འོ་ད་བསམ་བློའི་ནང་ག་རེ་ཡོང་གི་ལབ་བསམ་པ་ལ་འོ་ད་ཁྱོད་རང་གིས་ཨོ། ད་ངའ་མ་ས་སྐྱ་དེ་ནི་ང་སྒྲོལ་ཅིག་ལ་ཐུག་སོང་ད་ནི་ས་སྐྱ་འདི་ནི་ང་ལ་སྒྲོལ་གི་སོ་རྒྱབ་པ་རེད་ལ་དེ་འདྲ་ཅིག་ཡོང་གི་ར་ད་དེ་ཡོང་སྲིད་གི་ར། འོ་ད་དེ་ག་རེ་ལབ་བསམ་པ་ལ་དྲན་པ་ལ་དེ་རེད་ད་དབྱིན་ཇིའི་ནང་མེ་མོ་རེད་ལ་དེ་ར་ཨོ་དྲན་པ་ལ་དེ་རིང་ད་ཐེངས་ངའི་དམག་གིས་ད་ཁྱོད་ཁྱོད་ལ་ས་ཆ་དེ་ལ་ད་དང་པོ་དྲིལ་དྲིལ་ལ་ཐུག་དྲིལ་གི་སོ་བཅའ་བའི་ཚུལ་མ་ལ་དེ་གི་དྲན་པ་ཅིག་ད་ཁྱོད་རང་གིས་ད་ལས་པ་གང་ལ་གཉེར་ཡོད་རེད། དེ་ཁྱིམ་སྲིད་དེ་ལ་ང་ཚོས་དྲན་པ་ལབ་གི་རེད། ཨོ་ད་ཅི་དུས་འཚམས་པ་ལ་ད་ད་འདི་ང་ཚོས་ད་ད་སློབ་དེབ་ཁོ་རང་གིས་བརྗོད་བྱ་མ་སོང་ན་གཙོ་བོ་ད་ད་དྲན་པ་ལ་དེ་ར་ད་ཅི་དུས་འཚམས་པ་ལ་ད་ང་རང་ཚོས་སློབ་དེབ་ཁོ་རང་བརྗོད་བྱ་དེ་ལ་ད་གི་སློབ་དེབ་ཁོ་རང་གིས་ད་ད།